བརྒྱ་ཆ་ལྔ་བཅུ་ལ་ལྷག་བྱེད་ཡུལ་མར་བལྟ་ཡང་དཔེ་ཆ་གཞན་དག་ཉིས་སྟོང་བརྒྱད་བརྒྱ་ལ་དུས་ཉིས་སྟོང་བརྒྱད་བརྒྱ་ཡོད་བརྒྱ་ཆ་ལྔ་བཅུ་ཏག་ཏག་འདི་གཅིག་སྟོང་བཞི་བརྒྱ་ཆགས་འོ་ར་ཨ་གཅིག་སྟོང་བཞི་བརྒྱ་མ་དུ་རོ་རམ་བྱེད་ཀྱི་མ་རེད་ད་གཅིག་སྟོང་བཞི་བརྒྱ་དེ་ཡང་ཨི་འདྲེ་ད་རེག་རྡོག་རྡོག་ཨི་འདྲེ་བྲིས་མར་བལྟ Credit དམ་པོ་ལས Credit Credit དམ་པོ Credit ལས་ན་ད་ཡང་ད་ད This Time ངེད་ཀྱིས་སྒྲིག་ལས་བྱེད་ད་ཉིས་སྟོང་ཉིས་བརྩེགས་ལྔ་ལྷག་གཅིག་འགྲོ་སོང་བལྟ་ཡང་ཉིས་སྟོང་ཉིས་ས་བཞི་ད་ས་གསུམ་མ་རེད་ད་ང་ན་ཞིག་ཉིས་སྟོང་ཉིས་ས་དྲུག་ཀྱང་མ་རེད་ཉིས་སྟོང་ཉིས་བརྩེགས་ལྔ་ལྷག་གཅིག་སྒྲིག་ལས་བྱེད་འོ་ར་ད་འདི་ཆ་ད་ང་ཚོ། ཉིས་སྟོང་ཉིས་བརྒྱ་ཉེར་ལྔ་ལ་ཆིག་སྟོང། ཁ་ར། ཉིས་སྟོང་བརྒྱད་བརྒྱ་ཉེར་པ་གུང་ནས་ཤོར་རེད་ད་ཉིས་སྟོང་ཉིས་བརྒྱ་བརྒྱ་ཉིས་ད་དྲུག་གི Crash ལ་ཡོད། གཞུང་ནས་ཆིག་སྟོང་བཞི་བརྒྱ་ཁ་ར་རུམ་བུ་བཞི་རེད་ལ་འདི་ད་སོ་སོ Notification ལིས་ར། ཡིན་ན་ཡང་རུམ་བུ Direct རྡོག་རྡོག་ལིས་མ་རེད། January ད་ད་ཉིས་སྟོང་ཉིས་གསར་དྲུག་ར་ཉིས་སྟོང་ཉིས་གསར་བདུན་གི January སྤྱི་ཟླ་དང་པོ་ལ་ཨཱ་ནི་འདི་ཁ་ཅིག་བརྒྱ་ཆ་དྲུག་ཅུ་ལིས། ཆིག་སྟོང་བཞི་བརྒྱ་ཁ་ཅིག་བརྒྱ་ཆ་དྲུག་ཅུ་འདི་ཨཱ་ནི་ང་ཚོ་ལ Bank ལ་ལིས January སྐབས། ཨ་འདིས་ལྷག་མ་བརྗོད་ར་བརྒྱ་ཆ་བཞི་བཅུ་བརྗོད་ར་བརྒྱ་ཆ་བཞི་བཅུ་འདི་ཁོ་ཚོ་གིས་ད་ལྟ་ནང་བཞིན་ད་ལྟ་ཨ་འབུ་སྒྲིག་ལས་བྱེད་ར་འོ་བསྡུ་དུས་སྐབས་སུ་སྒྲིག་ལས་བྱེད་དུས་སྐབས་སུ་ཡང་ང་ཡི་སྤྲུ་གུ་དེ་དག་བྱེད་མ་ད་ལྟ་འདི་ལོ་ཉིས་སྟོང་ཉིས་ས་དྲུག་ལ་ངེད་ཡི་སྙེ་མ་ལས་མ་ང་སྤྲད་ཡོད་ན་ར་ཨ་ནི་ངེད་ཁ་ཆེ་རྩིས་བརྒྱད་ཁ་ཚང་བརྒྱ་ཆ་དྲུག་ཅུ་སྤྲད་ཚར་གྱོ་ཡོད་ར་ཨ་ལ་ལྷག་མ་སྤྲད་དགོས་དུས་བྱས་ཨ་འདི་ལས་ཐོད་པ་ངེད་མ་ང་འགྲོ་ཡོད་ན་ཨ་ཚུགས་རང་བྱ་ལོ་ཨ་བྱས། གལ་སྲིད་ཡང་ངེད་བརྒྱ་ཆའི་སྙེ་མ་ང་ལ་གུ་མུ་ཉིས་སྟོང་བརྒྱད་བརྒྱ་ངེད་འབའ་གུ་ང་སྤྲད་ར་ད་ལྟ་ངེད་ཡི།

ཉིས་སྟོང་ཉི་ཤུ་ཚེས་ལྔ་ཁ་ཆེ། January། སྟ་རེ་གཅིག་སྤྱི་ཟླ་དང་པོའི་སྟ་རེ་གཅིག་ཉིས་སྟོང་ཉི་ཤུ་ཚེས་ལྔ་ནི། སྟ་རེ་སུམ་ཅུ་སོ་གཅིག་སྤྱི་ཟླ་བཅུ་གཉིས་ཀྱི་ཉིས་སྟོང་ཉི་ཤུ་ཚེས་ལྔ་བར་དུ། ཉིས་སྟོང་ཉི་ཤུ་ཚེས་ལྔ་ཡི་དཔལ་རོལ་བཅོས་ར་འོ་འདི་ཅིག་འུ་གང་བྱས་དང་ཉིས་སྟོང་ཉི་ཤུ་རྩ་དྲུག་ལ་གྱེས་སྲིད་ཐ་བའི་ཞག་ངའི་བུ་མོ་འགྲོ་ན་ལོ་དྲུག་ཉིས་སྟོང་ཉི་ཤུ་རྩ་དྲུག་ལ་འཆར། ཨུ་མོ་ཉིས་སྟོང་ཉི་ཤུ་རྩ་དྲུག་ལ་མོ་འོས་ཁ་དང་ངའི་དྲུག་ཞག་ས་ཞག་གྱོད་དེ་ཚོ་ཚང་མ་ཁ་ཆེ་ང་ར་སྒྲིག་ལས་བྱས་ཡོད་མ་དེ་རོགས་རམ་ཡོད་མར་ཁ་ཆེ་ལོ་དྲུག་བར་དུ་གཅིག་པུ་ར་མོ་ལོ་ལྔ།

རྒྱ་ཆ་ག་ཚོད་ཞེས་ནའང་མི་ཟེར། དེ་འདྲའི་དོན་ནི་དེ་ཚོ་ཚང་མ་མཱེནས་བཏང་ཡ་དང་སོ་སོ་སྦ་གུ་ནི་ག་ཚོད་བསྟེན་རྒྱུའི་འོ་དེ་གཅིག་པོ་གཅིག་ཨ་ནི་ཨ་པོལ་སྒྲིག་ལས་བྱེད། ཀཱབ་ནི་རོགས་རམ་སྤྲུལ་སྐུ་ཡི་རོགས་རམ་པ་ཞིག་གིས་ཤར་བུ་འདྲ་ཡོད་ཨ་དེ་ཚོ་སྒྲིག་ལས་བྱེད་ཀྱི་མ་རེད་དཱ། འོ་དེ་ལས་བྱེད་ར། ངས་འདི Interesting འདུག་ར་ག་ཚོད་ལ་ན་ང་ཚོ་སྤྱི་བཏང་ནི་བོད་པ་མང་ཆེ་དག་གླ་ཆ་མཐོ་བོ་ཡིན་དུས་ཡོད་མ་ར་གླ་ཆ་མཐོ་བོ་མེད་དུས་ང་ཚོ་སྤྱི་བཏང་ནི་ཨ་པོ་ཤིའུ་སྤྲེ་འོ་མ་རེད། སྤྲེ་འོ་མ་རེད་ག་ལས་ག་སྨིག་རེད་འོ་དེ་གླ་ཆ་ཡག་པོ་དེ་འདྲ་ཡོད་ན་ང་ཚོ་ཨ་པོལ་སྒྲིག་ལས་བྱེད་འོ་ར་ཨ་ནི།

འོ་ད་དེ་ཤུ་གུ་དང་པོ་དེ་ལས་ས་ཤུ་གུ་དང་པོ་དེ་བྲེག་ལ་ཧ་སེའོ་དེ་ཧེ་བྷི་ནུའི་དེ་མེར་གན་སང་ད་དེ་ར་ཤུ་གུ་དེ་ཨོ་ཏོ་མེ་ཏིག་ཨོ་ལེ་རི་གང་ལ་སུ་སོ་ག་ཆེ་གི་ཨིན་ཧྥུ་མེ་ཤོན་དོན་ཚང་མ་ཨི་ད་སི་བྷིལ་ག་ཆེ་ཚང་མ་རྒྱག་ནས་ལེ་ཡི་རེད་ཨ་ནི་དེ་གང་ལ་གེ་སེ་ཐོད་པ་གེ་སོ་སོ་གེ་ད་ཉིས་སྟོང་ཉི་ཤུ་ཚན་ང་ནང་ལ་ཁ་བྱང་བྱེ་བོ་རྒྱབ་དེ་མེ་སྣ་ཅེ་ནང་སྦྱོར་བརྒྱབ་བྱས་པ་ར་ཅི་ནི་རག་ནི་འོ་དེ་བྲིས་ལས་བྱེད་ངེས་ཅི་མིན་དེ་མིན་ན་ཅི་བྲིས་ཇི་ཡིན་ལ་བྲིས་ཨན address ཟ་བ་ལུགས་བས་རེད། གཅིག་བྱས་གཉིས་བ་དེ་གལ་སྲིད་ཡང་སོ་སོ་ལ་ཁང་པ་ཡང་དབྱར་སྐྱོར་འགྲོ་གཉིས་བ་འགྲོ་ཞེན་པ་ཡོད་ན་ཡང་དོན་དུ་ཟ་མ་བྲིས་ལས་བྱེད་རེད་ཅེས་ཞུ་ཡན་ཡིན། ཨོ་ཨན་ཤོག་བུ་དེ་ལས་ཟེར་ཨན་དེ་ལས་བྱེད་གལ་སྲིད་ད་སོ་སོ་གིས་སོ་སོ་ཁ་ཅིག་བཀྱག་ན་ད་སོ་སོ་ཁ་ཅིག་ཡིན་པ་བྱས་ར་ཧ་རི་ཀོ་ཅིག་བྱེད་པོ་མི་འདུག་ར་གལ་སྲིད་མ་ད་བཀྱག་ལ་ན་མི་གཞན་པ་གི་ཚབ་ལ་འགྱང་གི་ཡོད་ན་ར་ང་མི་དེ་ཡི་ཚབ་ལ་འགྱང་གི་ཡོད་ལ་ཨ་ནི་ཀོ་ཤི་བྱས་ར་དེ་ཐུགས་ཤི་དེ་ད་མེ་རི་ཡོ།

ཁོ་ཚོས་རྒྱང་ནས་འདི་ཡི་རེད་གལ་སྲིད་ཡང་སྤྲུལ་སྐུ་ཉི་ཤུ་ཉིས་སྟོང་ཉི་ཤུ་རྩེ་ལྔ་ལ་སྐྱེས། ཨ་ད་འགྲིག་ལེ་ཨ་འབུ་གང་ལ་སླེབས་མིན་ན་ར་ཨན་འདུག་སུ་བ་ལ་ཨོ་ཧྥོ་ཨན་འགྲིག་ལག་ཧེ་ལས་བྱོས་རོ་དེ་ནེམ་ཨན་སུ་སུ་སྤྲུལ་སྐུ་ཉིས་སྟོང་ཉི་རྩེ་ལྔ་སྐྱེས་ཨ་རི་ག་ཚོད་སྐྱེས་མི་འོ་དེ་ཚང་མ་འགྲིག་ལེ་བྱས་རེད། ཨན་དེ་བྱས་བ་ལ next སུས་ཧྥོང་ཕྱི་ཚད་བྱས་ལ་ཨན་དེ་ཚོ་ཚང་མ་ཤུ་གུ་ལི་ཡི་རེད་ཨན་དེ་ཚོ་ཚང་མ་ཕེ་ཅིན་ནོག་མ་ལི་ཚང་མ་རྒྱང་ནས་ལི་ཡི་རེད་ཨ་ནི་འགྲིག་ལེ་ཞུ་ཞུ very

ཨོ་དེ་རེད་ད་ཨ་མདའ་སྤྲུ་བོ་དེ་ཚོ་ཡོད་གང་ཚོད་ཀྱི་ད་ཁོ་ཚོ་ང་གྱང་གྱོན་ཡིན་ན་རེད་སྤྲུ་བོ་ཞག་ས་ཞག་གྱོན་དེ་ཚོ་ཁ་ཅིག་ཆེ་ཆ་ར་ཡོད་ར། ཨོ་དེ་དེ་རེད་དཔེ་བཞིན་པ་གསུམ་པ་དེ་རེད། ཨོ་དེ་ཆེ་ད་དེ་གཉིས་ཀྱི་ཨ་མདའ་དུམ་བུ་གཉིས་ལ་བཏགས་ནས་བཞག་ཡོད། དེ་ཆེ་ཁ་ར་གོ་ད་ཡག་པོ་འཕྲོད་ཡ་ཆུ་འདུག་ད་ནངས་ངའི screen གང་ཟག་བློ་ར་ཡོད་གཅུན་གྱི་འདུག་འོང་འདུག་ས་ངས་འདྲི་བཤད་རྒྱག་བ།

ང་ལ་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཇཱ་ནེ་ཝེ་རི། ལ་ཁྲི་རི་དང་པོ་ལ་ལི་ཡི་ལ་སང་ཉིན་ད་ཡི་བརྒྱ་ཆ་དྲུག་ཅུ་ག་ཅིག་ཁྲི་རི་དང་པོ། འོ་དེ་བརྒྱ་ཆ་དྲུག་ཅུ་དེ་ང་ལ་དགུང་མོ་ག་ཚོད་རག་ལ་ན་བརྒྱ་དང་བདུན་ཅུ་དོན་དྲུག་དེ་ངའི་ཨེ་ཀའོ་ན་ལ་བཙུར་ད་ཇཱ་ནེ་ཝེ་རི་ལ་ཡོད། ཁྲི་རི་དང་པོ་བརྒྱ་ཆ་དྲུག་ཅུ་བཙུར་ད་དངོས་བྱིན་བརྒྱ་ཆ་བཞི་བཅུ་ད་འདྲུ་ལྷག་ཡོར་ད། ཡིན་ན་ཡང་ད་ད་ག་ཅིག་རྩིས་ཅིག་རྒྱག་རག་ད་ད་ག་ཅིག་རྩིས་རྒྱག་དུས་སྐབས་སུ། འདི་ལོ་ཉིས་ག་ཅིག་ད་བུ་ཆད་རྩིས་མ་རག། ཨ་ནེ་ཡའི་བུ་མོ། ཁ་ཆེ་མ་བརྩེ་མ་བརྩེ་དུས་རང་ཉིད་ཀྱི་གུང་གསུམ་གྱ་སྟོན་འགྲིག་ལེར་བྱེད་གསུམ་གྱ་སྟོན་འགྲིག་ལེར་དེ་འབྲི་བུའི་ཚེ་བག་སྡོད། དུམ་བུ་ཕྱེད་ཀ་བཏང་དུས་ལ་མོ་བརྒྱ་དང་ལྔ་བཅུ་ང་བཞི་མ་གཏོགས་ང་ལ་རོགས་རམ་རག་འོག་མར། བརྒྱ་དང་ལྔ་བཅུ་ང་བཞི་བརྒྱ་ཆ་ཕྱེད་ཀ་དེ་ཚོས་རོགས་རམ་རག་འོག་ད་ཡིན་ན་ཡང་ང་ལ་དགུང་མོ་བརྒྱ་དང་དོན་བཅུ་དོན་དྲུག། ཨོ་ལེ་ལེ་སྤྲད་ས་ར། ཨོ་ལེ་ལེ་སྤྲད་ས་དུས་ཨ་ནེ་ཡའི། ག་ས། ཨོ་ལེ་རི་སྤྲད་ས་རེད་ཡིན་ན་ཡང་ང་ཡིས་ད་ལྟ་ང་རང་འབབ་གོ་ནས་བརྒྱ་དང་ལྔ་བཅུ་ང་བཞི་མ་གཏོགས་མ་སྤྲད་དུས་ཨ་ནེ་ང Negative ཆགས་རོགས་ང་ལ་པི་ཤ་ཐོད་པ་རགས་ཐོད་པ་ག་ཚོད་རགས་ཡོད་རེད་དགོང་མོ་ཉི་ཤུ་རྩ་གཉིས་ཐོད་པ་རགས་ཡོད། ད་དེ་འདྲ་སོང་ཙང་དགོང་མོ་ཉི་རྩ་གཉིས་དེ་ང་ཕ་གཞུང་ལ་ལོག་ཡང་ད་ནང་བཞིན་གྱི་གལ་སྲིད་ངེད་རྒྱལ་འདི་ལོ་ལ་ཀྲུ་གོ་བཞག་ས་ལ་དགོང་མོ་ལྔ་བརྒྱ་སྤྲད་ཡོད་ནར་ད་ལྔ་བརྒྱ་བརྒྱ་ང་རང་འབབ་གོ་ནས་སྤྲད་ཡོད་ན་བརྒྱ་ཆ་ལྔ་བཅུ་དགོང་མོ་ཉིས་བརྒྱ་ལྔ་བཅུ་རྗེས་ཨ་ནེ་གཞུང་གི་རོགས་པ་བྱས་བ་ཅིག Example རེད་ད་གལ་སྲིད། ཨ་རིའི་ཉིས་བརྒྱ་ལྔ་བཅུ་རོགས་པ་བྱེད་དྲགས། ཡིན་ནའི་ཉིས་བརྒྱ་ལྔ་བཅུ་ནི། ཁ་ཚིག། January། ལ་བཀྲིས་བཀྲིས་དམ་པོ་བརྒྱ་ཆ་དྲུག་ཅུ། དགུང་ལོ་བརྒྱ་དང་བདུན་ཅུ་དོན་ཁྲི་འགའ་ལ་བཀྲིས་ཚར་ར། གལ་སྲིད་དེ་བཀྲིས་ཚར་ཡིན་ན་ཡང། ཉིས་བརྒྱ་ལྔ་བཅུ minus བརྒྱ་དང་བདུན་ཅུ་དོན་དྲུག་བྱེད་དུས་དགུང་མོ་བདུན་ཅུ་བདུན་བཞི་ལྷག་ཡོད་ད། འོ་དེ་བདུན་ཅུ་དོན་བཞི་དེ་ལྷག་ན་ཨ་ནི་ཡང་གཞུང་གི་ང་ལ་ཚུར་བཀྲིས་ར། ཁ་ཅིག་ལ་ངའི་འབག་སྐུ་ནི་མ་ང་ཤོར་དུས་ར། ཨ་གཞུང་གི་ཚུར་ང་ལོག་གོ་ར། ད་ལྟའི་ཆ་ལ།

ག་རེ་ཕེ་བཤད་ན་ཁྱེད་ཚོས་ཁང་གླ་རོགས་བཏང་ཡོད་ན་ཁོང་ཚོ་ཡང་ཁང་པ་འདི་ལ་མིན་ཐ་ན་མ་ཐོན་ས་རེད་ད་དེ་ཨབ་ཏྲེད་བྱེད་དགོས་རེད་ཤག་འདི་སོ་སོ་གིས་ཡང་ཨ་ད་ཧེ་བི་ནུའི་ལ་འོ་ར་ཡོང་བབ་ལ་ཡང་འདི་གནོད་སྐྱེལ་གནོད་སྐྱེལ་འདི་བྱིང་མ་རེད་ལ་ཤག་ད་འདི་ཤག་ལ་ཨབ་ཏྲེད་རེད་ཤག་བྱེད་ཤོད་ཡིན། འོ་ད་ཚིག་ད་འདྲ་རྒྱ་ཡག་གི་སྒྲོམ་གཞི་འདི་ང་ང་རང་ཚོ་ག་ཤེད་ཉི་མ་ང་ཚོ་བིལ་རག་ཐང་ཞོད་ར་འོ་འདི་གང་ལ་ཨ་ནི་ཆ་ཤག་ནི་ཨ་ནི་ང་ད་འདྲ་ཚིག་རྒྱ་ཐང་འདི་འདྲ་ཤེད་རྒྱ་ཡིན་ཡང་ནའང་ཕེ་ཅན་ད་ང་ཚོ། དེ་ལ་བརྟེན་གྲོང་གསེབ་གྲོང་གསེབ་ཡིན་ན་རེད་ས་ཆ་ས་ཆ་ཡིན་ན་ཕལ་ཆེར་ཡང་བིལ་གྱི་ཧྥེག་ཆོས་དེ་དེ་ཞིག་ཁག་ཡོང་སྲིད་བ་རེད་ད་ཇི་སྙེད་ནས་ཞུས་ཡ་ཡིན། དཔེར་བརྗོད་དང་པོ་དེ་པེ་རིས་སྐོར་ལེགས་བྱས་པེ་རིས་སྐོར་ལེགས་དང་འདྲ་དེ་སླབ་གྲྭ་ཡོལ་བའི་སྐབས་སུ་བཞོས་ར་ཀྲུའུ་བཞོ་སྐྱེས་བཞག་ན་རེད་ཉིན་གུང་བཞག་ན་རེད་གོང་ད་བཞག་ན་བཞོས་ར་ཨ་ནི་བཞོ་སྐྱེས་བཞག་དེ་དགོང་མོ་གཉིས་རེད་བྱས example རེད་ད་ཉིན་གུང་དེ་ཁ་ལག་དང་ཨ་ནི་ཀྲུའུ་ཉལ་རེ་དང་གཉིས་དབྱེ་བ་གཉིས་བྱེད་ཀྱི་འདུག་ཡང་ང་ཚོ་དེ་ལ་ཡིན་ན་ཨ་ནི་གོང་ད་ག་བྱེད་ཅིག་བྱས་ཨ་ནི། ད་ཨ་འབོ་ལ་སྒྲིག་ལེར་བྱོས་དུས་ཡོད་ཀྲུ་གུ་ཉར་སྐྱོར་མ་གཏོགས་དངུལ་ཁ་ལག་ས་ཁྱོ་བྱོས་ར་འོ་དེ་མཱིནས་བྱེད་འོ་དུ་བྱས་ཡིན་དེ་འདྲ་སོང་ས་མཱིནས་བྱེད་དུས་ཡོད་གུ་མུ་རྒྱས་ཀྲུ་གུ་ཉར་ཡ་ཁ་ཅིག་རིན་པ་བྱོས་ར་གུ་མུ་རྒྱས་མ་ཏུ་ཀྲུ་གུ་མི་འདུག་ཨ་ནིན་ངེད་མ་ལ་གུ་མུ་རྒྱས་དེ་སྒྲིག་ལེར་བྱས་ཡ་རེད། དཔེར་བརྗོད་གཉིས་བ་དེ་ཨ་ནི་ང་ཚོ་ལས་མེད་ཁྲེ་དི་ས་ལག་པ་བཏགས་པ་དང་ཨ་ནི་གུང་སེང་སྐབས་སུ་ཀྲུ་གུ་བྱ་གུ་ར་སླབ་གྲ་མེད་དུས་ར་དང་སླབ་གྲ་མེད་དུས་ང་ཚོ་གུང་སེང་ནས་ཀྲུ་གུ་བྱ་དུས་ཞོ་གས་ནས་བྱ་དུས་ཕེ་ཆ་ཕེ་ཆ་ཉིན་གང་འགྲོ་བྱ་གུ་ར་ཞོ་གས་བྱས་ཉིན་གུང་བྱས་དགོང་དག་འོ་འདུག་ཅེས་ན་ནི་དངུལ་ཉི་མ་ཉིན་གང་ག་གི་རྩིས་རྒྱག་གི་འདུག་འདི་སྙམ་དུ་ག་ལ་ཚུལ་ཡོད་པ་བྱས། ད་ཁྱེད་གཉིས་འདི་ལ་ཚུལ་ཡོད་མར་ག་ཅི་ན་ན་ང་ཚོ་འདི་པ་ར་ལ་ཉིན་གུང་སླབ་གྲྭ་འགྲོ་ར། འོ་འདུག་རེད་བཞག་ཨ་ནི་དེ་འདྲ་སོང་ཙང་ཨ་ནི། ད་ད་སླབ་གྲྭ་མེད་པའི་སྐབས་སུ་གུང་སེང་ས་ལྷག་པ་ཡིན་ན་གུང་སེང་སྐབས་སུ་ཡིན་ན་ཨ་ནི་ཉི་མ་ལ་དགོང་ཆས་རེད་བཞག་དགོང་ཆས་ཡིན་ན་ཡང་ཨ་ནི་ཡ་ཨ་འབོ་ལ་དྲིག་ལེ་བྱོས་དུས་དཔེ་ཆ་ཆ་ད་ན་དགོང་མོ་བཅུ་དྲུག་ཟེར་འགྲོ་གི་འདུག་ཨ་འོ་དེ་ཡ་ཨ་འབོ་ལ་དྲིག་ལེ་བྱས་རེད་འདི་སྙམ་དུ་ག་ལ་ཚུལ་ཡོད་ར་ད་ཅེས་ཞུ་ཡ་ཡིན།

ཨང་གི་སི་དེའི་རིན་པ་བརྗོད་ར་ང་ཚོ་ཀཱ་ནི་པཱས་ཀྱི་གུ་མོ་བརྒྱ་དང་དགུ་བཅུ་གོ་བརྒྱད་དང་རོ་ཞི་ར་ཨོ་ར་དེ་ལས་མང་ང་ཤོར་ན་ར་ཨ་ནི་མང་ལ་ཤོར་གྱོད་བརྗོད་ར་དྲི་ཕེ་ཧོང་སི་བརྗོད་ར་ལྷག་མ་སི་སོ་བ་གུང་ཏེ་གྱོད་བརྗོད་ར་ཨོ་དེ་ཡ་ཨམ་པོ་ལ་འགྲིག་ལས་ཆེ་རེད། གལ་སྲིད་ཡང་དེ་ལས་ཉུང་ང་ཤོར་ན་ར་ཨ་ནི་འགྲིག་ལས་ཆེ་བོ་མ་རེད་ཅེས་ཞུ་བས་ཡིན། ད་ད་རེས་ཆ་ལ་ངས་ང་རང་ངོས་ནས་ར་འདྲེ་ཞིག་གང་གཙང་མ་འགྲོ་ཞིག་རྒྱ་ཐུག་ཐུག་ཞིག་རྒྱག་ཡོད་ཡིན་ཡང་ད་འདི་པ་ར་ལ་ཡང་དྲི་བ་འདྲོག་ཡོད་ཕྱིན་ན་ར་ཨ་ནི་མ་ཀ་མེན་ལ་དྲི་རོགས་གནང་ང་རང་གིས་གང་ཐུག་ཐུག་ཞིག་ངས་ལན་རྒྱག་གོ་ཨ་ནི་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཅེས་ཞུ་ཡ་ཡིན་ཨ་ནི་ཞུགས་ཨ་ད་དེ Video འདི་ཡིན་ན་རེ་ངའི Page དེ་ཡིན་ན་ར་ཨ་ནི Like Share Subscribe ཡིན་པ་བྱས་ཨ་ནི་གང་མང་མང་བྱས་ཨ་ནི་ཁྱབ་བསྒྲགས་གནང་རོགས་གནང་ཨ་ནི་མུ་མཐུད་ནས Video ཡག་པོ་འདི་འདྲ་སླེབས་ཀྱི་ཡོད།